སྐུ་དེ་རི་ཡར་མཇལ་བྱས། ཨེ་ནི། ལྷ་ཁང། ཞལ་ཟས་ཁྱིས། ཞལ་ཟས་ཁྱིས་ཁྱེར་ནས་འཛུམ་ཤིག་ཤིག། ལྷ་ཁང་མེ་ཤོར་ནས་འཛུམ་ཤིག་ཤིག། ལྷ་ཁང་སྐུ་མ་ཤོར་ནས་འཛུམ་ཤིག་ཤིག་ཟེར་ནས་སྐུ་གཉིས་ཀྱི་འུ་ཐུག་བྱས་ཐུག་ཚེ་ལབ་ཡོད་པ་དང། བྱས་ཙང་དེ་ཟོར་ཟེར་བ་ཡང་སྐུ་གཉིས་བསམ་གྱི་མི་ཤེས་པ་བསམ་གྱི་མི་ཤེས་པ་དད་པ་ཡོད་རེད་དེ། ཡིན་ནའི་དད་པ་བྱེད་སའི་ཡུལ་རེད་དེ་བསམ་གྱི་མི་ཤེས་པ་རེད་དེ། ཡིན་ནའི་ད་ཁ་ཡོད་ལག་ཡོད་ཤར་བ་བྱུང་ན།

ཨེ་ནས་ངའི་འདྲ་སྐུ་ཞང་འདི་ངའི་ཚབ་ཡིན་གསུངས་མི་འདུག་བ། ཨོ་ད་དེ་རེད། དེ་ཡིན་དགོས་ཡ་དེ། བཅོམ་ལྡན་འདས་རང་གི་ཆོས་ལུགས་དེ། གདུལ་བྱས་ཉམས་ལེན་བྱས་ནས་བཅོམ་ལྡན་འདས་ཀྱི་ལམ་སྟོན་གནང་བྱས་པ་དེ་ཉམས་ལེན་བྱས་ནས། ཨེ་ནས་སྡུག་བསྔལ་ལས་ཐར་བ་ཞིག་དང་གཏན་དུ་བདེ་བ་ཞིག་འགྲུབ་ཡ་རེད་མ་གཏོགས་བཅོམ་ལྡན་འདས་ཀྱི་བྱིན་རླབས་དང། བཅོམ་ལྡན་འདས་ཀྱི་པད་དཀར་གཟུགས་ཀྱི་ཐུགས་རྒྱུད་ཀྱི་ཡོན་ཏན་ང་ཚོ་ལ་མ་གསོལ་རེ་བཞིན་གནང་བྱས།

ཐོས་བསམ་གྱི་ཤེས་རབ་ལ་བརྟེན་ནས་དོན་གང་ཡང་རུང་བ་ཞིག་ཤེས། དེ་ལ་བའི་ངེས་པ་བརྟན་པོ་མཐོ་བའི་ཁ་ཐུག་ལ་ད་ངེས་པའི་དོན་དེ་ཡང་ནས་ཡང་དུ་འདྲིས་པར་བྱས་ནས་ཨེ་ནི་རང་གི་བློ་དེའི་ངོ་བོར་གྱུར་ཅིག། ཡང་ན། དེ་ཨེ་ནི། ད་གཟོད་དོན་དེ་བློ་ཡི་འཛིན་སྟངས་ཀྱི་ཡུལ་དུ་བྱས་ནས་ཨེ་ནི། བའི་མྱོང་བ་རུ་ཐོན་བཞིན་དུ་བཙལ་ནས་བཅོས་མིན་གྱི་མྱོང་བ་རུ་ཐོན་བཞིན་དུ་བཙལ་ནས་ཨེ་ནི་སྒོམ་བྱུང་གི་ཤེས་རབ་སྲིད་ལ་རེ་ཤེས་ཀྱི་འདུག་ག། སང་དེ་འདྲ་ཡིན་དུས་གང་ལྟར་བཤད་གྲྭ་དེ་ཞི་བར་གལ་ཆེན་པོ་རེད་ཤག།